དེའི་རྒྱུ་མཚན་གྱིས་ན་འབྲས་བུ་ཡིད་དུ་འོང་བ་རྣམས་ཡིད་དུ་འོང་བ་འཕེན་པར་དགེ་བ་འཇོམས་པ་དགེ་རྩ་འཇོམས་པ་དགེ་བ་ལ་གནོད་པར་བྱེད་པའི་སྡིག་པ་ད་ལྟ་མི་བཟོད་པ་ཁོང་ཁྲོ་ལས་གཞན་པའི་ཁོང་ཁྲོ་ལས་གཞན་པའི་ཁོང་ཁྲོ་ལས་ལྷག་པ་གྱི་མཆོག་ཏུ་གྱུར་པ་ཁོང་ཁྲོ་ལས་གཞན་པའི་མཆོག་ཏུ་གྱུར་པ་ཁོང་ཁྲོ་གྱི་ལྷག་ཟིག།

ཨོ་ཡ། བྱང་ཆུབ་སེམས་དཔའ་གང་ལ་ལ་ཞིག་གིས་སྟོང་གསུམ་གྱི་སྟོང་ཆེན་པོའི་འཇིག་རྟེན་གྱི་ཁམས་སུ་རྟོག་གེའི་སེམས་ཅན་ཐམས་ཅད་ལ་སྐྱེ་བ་དང་རྒས་པ་དང་དབྱུག་པ་དང་ཁུ་ཚུར་གྱིས་བཟློག་པ་དེ་ཙམ་གྱིས་བྱང་ཆུབ་སེམས་དཔའ་ལ་རྨ་བྱུང་ཞིང་རྨེ་བར་མི་འགྱུར་གྱི། བྱང་ཆུབ་སེམས་དཔའ་གང་གིས་བྱང་ཆུབ་སེམས་དཔའ་གཅིག་ལ་ཐ་ན་གནོད་སེམས་དང་ཐ་བ་དང་ཞེ་སྡང་གི་སེམས་སྐྱེས་པ་དེ་ཙམ་གྱིས་བྱང་ཆུབ་སེམས་དཔའ་ལ་རྨ་བྱུང་ཞིང་རྨེ་བར་འགྱུར་རོ། ཨོ་ཏི་རེ།

ཡིད་ཀྱི་སྟེང་ནས་ད་ལོའི་སེམས་གཏམ། ཐ་བ། ཐ་བ་ལ་ཁོང་ཁྲོ་དང། ཞེ་སྡང་གི་སེམས་སྐྱེས་པ་དེ་ཙམ་གྱིས། ཐ་བ་ལ་ཞེ་སྡང་གི་སེམས་སྐྱེས་པ། དེ་ཙམ་གྱིས། བྱང་ཆུབ་སེམས་དཔའ་ལ་མ་བྱུང་སང་རྨེ་བར་འགྱུར་རོ། བྱང་ཆུབ་སེམས་དཔའ་ལ་མ་བྱུང་བ། བྱང་ཆུབ་སེམས་དཔའ་རྨེ་བར་འགྱུར་བ། བྱང་ཆུབ་སེམས་དཔའ་ལ་གནོད་པར། གནོད་པ་ཞི་བར་འགྱུར་བ། གཏུམ་མོའི་མགྱོགས་གུ་དང། དེ་ཅིའི་ཕྱིར་ཞེ་ན། གལ་ཏེ་དེ་ཐམས་ཅད་མཁྱེན་པ་ཡོངས་སུ་མ་བཏང་ན། བྱང་ཆུབ་སེམས་དཔའི་བྱང་ཆུབ་སེམས་དཔའ་ཅི་ཤེས་ལ་གནོད་སེམས་དང་ཐ་བ་དང་སྡང་བའི་སེམས་ཇི་སྙེད་དུ་སྐྱེས་པ་དེ་སྙེད་ཀྱི་སྐལ་བར་གོ་ཆ་བཟོས་ཡང་བགོ་དགོས་སོ་ཞེས་གསུངས་ཡོད་ཟེར། ད་གལ་ཏེ་དེ་གི་ཐམས་ཅད་མཁྱེན་པ་ཡོངས་སུ་མ་བཏང་ན། གལ་ཏེ་དེ་ཐམས་ཅད་མཁྱེན་པ་ཡོངས་སུ་མ་བཏང་ན། བྱང་ཆུབ་སེམས་དཔའི་བྱང་ཆུབ་སེམས་དཔའ་ཅི་ཤེས་ལ། གནོད་སེམས་དང་ཐ་བ་དང་སྡང་བའི་སེམས་བཞིན་ཉིད་དུ་སྐྱེས་པ་དེ་ཉིད་ཀྱི་སྐལ་བར། གོ་ཆ་བཟོས་ཡང་བགོ་དགོས་སོ་ཟེར། ད་འདི་གལ་ཏེ་དེ་ཐམས་ཅད་མཁྱེན་པ་ཡོངས་སུ་མ་བཏང་ན་སྐུ་ནོ་འདི་བསྟན་ན་བགོ་དགོས་ག་ཟེར། རྟེན་དེ་གི་ད་ཐམས་ཅད་མཁྱེན་པ་ཡོངས་སུ་མ་བཏང་ན་ཟེར་ནས། ད་འདི་བྱང་ཆུབ་ཀྱི་སེམས་ཡོངས་སུ་མ་བཏང་ན་ཟེར།

གྲངས་ཚད་དང་ལྡན་པའི་སྐལ་བ་དེ་ལ་ད་གོ་ཆ་བཟོ་ཡང་དགོས་དགོས་སོ་ཟིན་ད་ཕྱི་ར་ཏོ་བླ་མ་ལྷ་བས་ནས་དུ་མ་ཡིན་ན་ལམ་གོང་མ་ལ་བགྲོད་མི་ཐུབ་མོད། ད་ཅི། ཞེས་གསུང་བས་ཟིན་ནོ། ཧོ་འདི་ན་དེ་ཁས་གསུང་བ་མི་འོས་ད་གཞི་རྟེན་གཉིས་ཀ་བྱང་སེམས་ལ་གསུང་བ་དེ་ལ་བརྟེན་ནས་མཛད་པར་མངོན་ནོ་ཟིན། ཧོ་ད་བྱམས་པ་སེང་གེའི་སྒྲ་གི་མདོ། བྱམས་པ་སེང་གེའི་སྒྲ་གི་མདོ་འདི་ཁུང་བ་བྱས་ནས་ད། ཁུང་བ་འདི་རྟེན་འདི་དང་ད།

བཀའ་བཟང་འདི་ལ་སངས་རྒྱས་ཕོ་སྟོན་རྫོགས་གསལ་འཛུམ་མོ་ཧོ་ཐུ་མོ་ཟེར་གྱིན་ཧོ་ཏི་རེད། ཕོ་ཧོན་དེ་གཉིས་ཀྱི་ཡི་སྟེང་ལ་ཟ་ཁ་མ་མཛད་ཀྱང་ཟེར་ན་ཕོ་ཧོན་དཔའ་བོ་ར་ཞི་བ་ལྷ་གི་ད་ཡི་དགྲ་སྟེང་ལ་ཟ་ཁ་མཛད་མེད་གི་ཟེར་ཟ་ཁ་མ་མཛད་ཀྱང་དགའ་བ་རྒྱ་འམ་སྟོང་དུ་སོག་པའི་དགེ་རྩ་འཇོམས་པའི་ཁོང་ཁྲི་ཡི་ལ་ནི་བྱང་སེམས་དགེ་བསོ་བཟོ་མོ་ཧོ་ད་གོ་མ་འཇིག་པ་ན་སུ་མགོན་ནོ་གི་དགའ་བ་རྒྱ་གི་དགེ་རྩ་འཇོམས་མ་སུ་གོ་མོ་ཇོ་འཇིག་ན་དགའ་བ་སྟོང་གི་དགེ་རྩ་འཇོམས་མ་སུ་གོ་མོ་གི།

ཧོ་ཡ། ཡིད་ཀྱི་བྱང་སེམས་ལས་བྱང་སེམས་སྟོབས་ཆེ་བ་ཞིག་འདྲ་བོ་ཟིན་ནོ། ཁོང་ཁྲོ་སྐྱེ་གསོ་བའི་ཡིད་དེ་ལྟས་ན་ཁོང་ཁྲོ་སྐྱེ་མཁན་པོ་ད་སྟོབས་ཆེ་ནོ། ཧོ། དེ་དགོས་གོ། སྟོབས་ཆེ་བ་ཞིག་འདྲ་བོ་ཟིན། ད་འདི་གཉིས་ན་འབྲེལ་བ་རྩོམ་མཁན་ད་ཧ་ཅང་གི་ཚད་ལྡན་ཡིན་མདོག་ན་ད། འདི་མོ་གི་བར་གྱི་བྱང་སེམས་བདག་ཉིད་ཆེན་པོ་ཟེར་ནས།

ད་ཉེ་བ་དང་སུམ་པ་དང་གཟན། ད་ཉེ་བ་དང་སུམ་པ་དང་གཟན་ནི། ཆུང་བས་ཆེ་བ་ལ་ཁྲོ་བ་རའོ། ཡིད་དང་རྟེན་སྟོབས་མཉམ་པ་བས་མཉམ་པ་ལ་ཁྲོ་བ་དུ་རུ། ཉེ་བ་ར་སུམ་པ། ཨོ་ཡ། གཉིས་པའི་ཡིད་ཀྱི་ཆོས་མིན་གྱི་ཁྱབ་པར་ལ་བརྟེན་ནས་ཟིན། ད་ཉེ་བ་གི་ཆུང་བ་གི་ཆེ་བ་ལ་ཁྲོ་བ་དེ་ལ་ཡང་ཡིད་ཀྱི་ཆོས་མིན་གྱི་ཁྱབ་པར་འོག་གོ། ཧོ་ལན་གྱི་ན། ཆུང་བ་ཆེ་བ་ལ་ཁྲོ་གྱི་ན། ད་ས་སྟོང་འོག་མར་བྱང་སེམས།

ལན་དུ་ནི་གོང་གི་དུས་ཐམས་ཅད་མཁྱེན་པ་ཡོངས་སུ་མ་བཏང་ན། གསང་ཆུབ་སེམས་དཔའི་གསང་ཆུབ་སེམས་དཔའ་ཅི་ཤེས་ལ་གནོད་སེམས་དང་ཐར་བ་དང་སྡང་བའི་སེམས་ཇི་སྙེད་དུ་བསྐྱེད་པ་དེ་ཉིད་ཀྱིས་དགའ་བར་གོ་ཆ་བཟོ་ཡང་གོ་དགོས་སོ། སྐུ་ནི་གར། དུས་ཐམས་ཅད་མཁྱེན་པ་ཡོངས་སུ་མ་བཏང་ན་སྐུ་ནི་གར་ཡིད་ལ་གོ་དགོས་ག་ཟེར། འདི་ཨི་ལྟར་ཡང་ན། ཡིད། ཁོང་ཁྲོ་སྐྱེས་སོ་བའི་ཡིད་དེ་གི་ད། གསང་ཆུབ་ཀྱི་སེམས་མ་བཏང་ན་གཟུང་ངོ། འོ་དེར་ནི།

དེ་ལྟ་བས་ཡིད་ནི་ལུང་བསྟན་ཐོབ་པའི་སེམས་དཔའ་དང། རྟེན་ནི་ལུང་བསྟན་མ་ཐོབ་པར་མངོན་དེ་བཞིན་ནོ། དེ་ལྟ་བས་ཡིད་བསྟན་གྱི་ནི་ལུང་བསྟན་ཐོབ་པའི་སངས་སུ་སེམས་དཔའ། ད་ཁོང་ཁྲོ་སྐྱེས་གསོ་བའི་ཡིད་བསྟན་གྱི་ནི། ཡིད་དུ་མོ་ཟིག་ག་ཁོང་ཁྲོ་སྐྱེས་དང་ན་ད། ད་འདི། སྐལ་བར་གཞི་ནས་གོ་ཆ་ད་ཁོང་ཁྲོ་སྐལ་ཕྱི་མ་དེ་སྐྱེས་ནས་ནོ་དེའི་གི། དེ་ཙམ་གྱི་སྐལ་བ་ལ་ད་གཞི་ནས་གོ་ཆ་གོ་དགོས་ཡ་བཞིན།

དེ་ཉིད་སྐལ་བར་གཞི་ནས་གོ་ཆ་བགོ་དགོས་སོ། ཞེས་གསུངས་ནས་ཕྱི་རོལ་བཟུང། ད་ལུང་དུ་ས་གང། མདོ་སྡེ་བ་ག་ལུང་དུ། གཞི་ནས་གོ་ཆ་བགོ་དགོས་པ་ནི་གཟིམས། ད་གཞི་ནས་གོ་ཆ་བགོ་དགོས་སོ་སྐུ་ནོ་གི་དེ་དོན། དཔེར་ན་བྱང་སེམས་ཀྱི་ཚོགས་ལམ་ཆེན་པོ་ནས། ཉི་འོད་རོ་སྦྱོར་ལམ་དུ་འཕོ་ཐུབ་པ་གཅིག་གིས་གཟིམས། ད་གཏུམ་འོད་ཁོང་ཁྲོ་མི་སྐྱེ་གྱིས་ན། ཚོགས་ལམ་ཆེན་པོ་ནས་ད། ཅང་མ་འགོས་ར་སྦྱོར་ལམ་དུ་འཕོ་ཐུབ་པ་གཟིགས། གཏུམ་འོད་ཟད་གྱིས་ན། ད་ལུང་བསྟན། གཏུམ་འོད་སྐབས་གཟིགས། ད་ལུང་བསྟན་ཐོབ་པ་ལ་ཁྲིད་ན་གཟིམས།

སེམས་བསྐྱེད་གྲངས་ཇི་སྙེད་པ་དེ་སྙེད་ཀྱི་དཀའ་བས་དམྱལ་བར་གནས་པར་གསུངས་ལགས་སོ། དེ་སྐད་གསུངས། དཀའ་བ་མང་བོར་སོགས་པའི་དགེ་རྩ་འཇོམས་པའི་ཉེས་དམིགས་ཀྱང་ཡོད་ལ། ལུང་བསྟན་ཐོབ་པ་ལ་མ་ཐོབ་པའི་ཁྲི་ན་ནི་དམྱལ་བར་གནས་པ་བྱད་མ་ཐོགས་པ་དང་འདྲ་ལགས་སོ། དམྱལ་བར་ཡང་ན་གནས་དགོས་ན་བྱད་མ་ཐོགས་པ་དང་འདྲ་གི། དེ་སྙེད་ཀྱི་དཀའ་བར་གཞི་ནས་གོ་ཆ་བགོ་བ་དགེ་བ་དང་གཉིས་ཡོད་དེ། ཡང་དེ་སྙེད་ཀྱི་དཀའ་བར། ཡང་ན་དགེ་བའི་གོ་ཆ་བགོ་དགོས།

ཆོས་ཕུང་བྱུང་བས། ཆོས་ཕུང་གི་ལས་བྱུང་མོད། ལོ་བདུན་གྱི་བར་དུ་ཉིན་གཅིག་བྱིང། ལོ་བདུན་གྱི་བར་ཉིན་གཅིག་བྱིང་ཟིན་ཉི་མ་རེ་རེ་བཞིན་དུ། དུས་གསུམ་དུ་ཉེ་བར་བཤགས་ན་ཟིན། ཉི་མ་རེ་རེ། ཐུན་གསུམ་གསུམ་རེ་རེ་ནས་དེ་ཉེ་བར་བཤགས་ཡས་ནས་དེ་ནི། རྣམ་སྨིན་དག་བྱིང་ཟིན། དེ་གི་ཁོང་ཁྲོ་གི་རྣམ་སྨིན་དུ་དག་གྱུར། རྣམ་སྨིན་དུ་མི་དབང་ཅི་འགྱུར་དུ་དག་གྱུར། བཟོད་པ་ཐོབ་པ་ལ། ཉི་སྣང་སྐལ་བ་ཅི་དགོས་པར་བསྲུང་བ་ལྟར་ཟིན།

ཨོ་ད་ལུས་ཀྱི་ཇི་ཙམ་ཞིག་ནོན་པ་དང། ཨོ། ཁག་ཚད་བརྒྱད་ཁྲི་བཞི་སྟོང་ན་གསེར་གྱི་འཁོར་ལོ་ལ་ཐུག་པའི་བར་ན་ཟིན། ད་དབང་ཆེན་གསེར་གྱི་ས་གཞི་ལ་ཐུག་པའི་བར་ན། ཁག་ཚད་བརྒྱད་ཁྲི་བཞི་སྟོང་ན་གསེར་གྱི་འཁོར་ལོ་ལ་ཐུག་པའི་བར་ན། བྱེ་མ་ཇི་སྙེད་ཡོད་པ་དེ་སྙེད་དུ་ཟིན། ད་ས་ག་བདུད་གྲངས་ཇི་སྙེད་ཡོད་པ་དེ་སྙེད་དུ།

བཅོམ་ལྡན་འདས་ཀྱིས་དགེ་སློང་གི་དགེ་བའི་རྩ་བ་དེ་ལྟ་བུར་མཆིས་པར་གསུངས་ན་ཟིན། བཅོམ་ལྡན་འདས་དགེ་བའི་རྩ་བ་དེ་དག་ད་དུ་འབྲས་བུ་དུ་མིན་གྱི་མིན་ནོ། ད་དགེ་བའི་རྩ་བ་དེ་དག་གང་དུ་ཟ་བ་དང་ཡོངས་སུ་བྱང་བ་དང་ཡོངས་སུ་ཟད་པར་འགྱུར་ཟིན། ཉེ་བར་འཁོར་ཇི་ལྟར་ཚང་བ་ཚོང་བར་སྤྱོད་པ་ལ་མ་བྱུང་བ་དང་ཟིན། ད་དགེ་སློང་ཚང་བ་ཚོང་བར་སྤྱོད་པ། ད་འདིའི་སྐབས་ཀྱི་ཚང་བ་འདི་ཐར་བ་ལ་གོ། ཐར་བ་དོན་གཉེར་གྱི་ད་དགེ་སློང།

ཨོ་ཡ་འགལ་བ། ཉེ་བར་གོ་དེ་ལྟ་བས་ན་ཅི་ནས་འགལ་བ་ལ་ཡང་ཟེར། འགལ་བ་འདི་མ་འགལ་གྱི་ན་དེ་ན་ཨ་འགལ་ཅུག་ཨ་འགལ་ཅུག་ས་ཡོད་དགོས། འགལ་མེད་ཀྱི་འཁོར་ལོ་སོགས། ད་མ་འགལ་འདི་ན་ཟེར། འགལ་བ་ལ་ཡང་སེམས་སྐྱེད་ནོ་པིར་མི་ཟེར་ན། ད་གཏུམ་མོ་སོགས་དང་ལྡན་པ་སོགས་དང་མི་ལྡན་པ་དང་མོ་ཟེར་ན་སེམས་སྐྱེད་ནོ་པིར་མི་ཟེར་ན། རྣམ་པར་ཤེས་པ་དང་བཅས་པའི་ལུས་ལ་ལྟ་མེད་ཀྱང་ཅི་དགོས་ཞེས་གསུང་བ་ལྟར་རོ། དེ་ལ་ཟབ་པ་ནི། དགེ་རྩ་ཕུན་ཚོགས་ཆེས་ཆེ་བ་བསྐྱེད་པ་ཆུང་ངུ་ཆུང་དུ་བཏང་བ་དང། རྒྱུན་རིང་བསྐྱེད་པ་ཐུང་དུ་བཏང་བ་ལྟ་བུ་སྟེ། འབྲས་བུ་ཐམས་ཅད་མ་བྱུང་བར་ཟད་པ་ཆུང་ངུའོ། ཟ་བ་གསུམ་མོ་ད་ཟ་བ་ཡོངས་སུ་བྱང་བ་ཡོངས་སུ་ཟད་པ་ཟས་གསུམ་མོ་གོ། ད་ཟད་པ་ཆུང་འབྲིང་ཆེ་གསུམ་དེ་ལ་གོ། ད་ཟ་བ་དེ་ཉིད་ནི་དགེ་རྩ་ཕུན་ཚོགས་ཆེས་ཆེ་བ་བསྐྱེད་པ།

ཕན་ཚུན་གནོད་པའི་སེམས་སུ་གང་བྱེད་པ་དེ་ལ་ཚུལ་ཁྲིམས་ཐོས་པས་སྐྱོན་མི་བྱེད། བསམ་གཏན་དང་ནི་དགོན་གནས་མི་སྐྱོབ་སྟེ། སྦྱིན་དང་སངས་རྒྱས་མཆོད་པའང་སྐྱོན་མི་བྱེད། ཅེས་གསུངས་ཏེ། ཕན་ཚུན་ནི་གྲོགས་ཚང་བ་ཚོང་བར་སྤྱོད་པ། གྲོགས་ཚང་བ་ཚོང་བར་སྤྱོད་པ་ཕན་ཚུན་ལ་དེ་གོ་དགོས། ཚུལ་ཁྲིམས་སོགས་དྲུག་གིས་མི་སྐྱོབ་པ་ནི། ཚུལ་ཁྲིམས་ཐོས་པ་བསམ་གཏན་དགོན་གནས་སྦྱིན་པ་སངས་རྒྱས་མཆོད་པ།

ལྷག་མཐོང་དགྲ་བགེགས་ལ་སྲུང་བ་མོ། ཟབ་མོ་དབུ་མའི་གཞུང་དང་སྦྱང་བའི་གྲོགས། ཁྱོད་ཀྱི་བློ་ངོར་རང་བཞིན་མེད་པ་ལ་རྒྱུ་འབྲས་རྟེན་འབྲེལ་འཇོག་པ་གལ་མོད་ཀྱང། དེ་འདྲ་དབུ་མའི་ལུགས་ནི་ཡིན་ནོ་ཞེས་དེ་སྐད་གསུང་བའི་ཚུལ་ལ། དེ་སྐད་སྨྲ་བའི་ཚུལ་ལ་བལྟས་ན་མཛེས་བཞིན་འོག་ཏུ་སོང་དགོས་མོད། ད་རང་བཞིན་གྱི་མེད་པ་དག་ནས་ད་རྒྱུ་འབྲས་རྟེན་འབྲེལ་རྟེན་འཇོག་དགོས་ཐུག་ན་ཧ་ཅང་གི་ད་དཀའ་མོ་རང། ཨོ་ཡ། ལྷུང་གི་ད་དཀའ་སོ་རང།

འབྱུང་བ་ཐུགས་ཟད་པར་མི་ནུས་པ་སྟོབས་བསྐྱེད་མཛད་མས་ཟིན། བྱང་ཆུབ་ཏུ་སེམས་བསྐྱེད་པའི་མི་ཕྱེད་ཁམས་ནི། འོ་ད། སེམས་བསྐྱེད་ཡིན་གྱི་ན། བྱང་ཆུབ་ཀྱི་སེམས་ཡིན་གྱི་ན། ད། མི་ཕྱེད་ཀྱི་ཁམས་དང། འདྲ་གི། ཀྱི་ཁམས་ནི་ལས་དང་ཉོན་མོངས་ཡེ་ལྕགས་ཐམས་ཅད་ཀྱིས་ཟད་པར་མི་ནུས་པས་ཟིན། ད། ལས་ཉོན་གྱི་ཚུལ་འབྱུང་མི་ཐུབ་མོ། བྱང་ཆུབ་ཀྱི་སེམས་ཀྱི་ལས་ཉོན་གཉིས་ཀ་ཕ་རོལ་འབྱུང་མི་ཐུབ་མོ། ད་དེ་ཁ་ཐོབ་བྱེད་མཁན་དང་མི་ཟད་པ་དེ་ནི་རྫོགས་ཤིང་བྱང་ཆུབ་སེམས་མིན་པ། ལས་གཞན་གང་གིས་སྲིད་ཀྱི་ནོར་བུར་འགྱུར་རིགས་ཀུན་ནོ། ད་དེའི་དོན་དང། བྱང་ཆུབ་ཏུ་སེམས་བསྐྱེད་པའི་སྔོན་ཆད་ཁམས་ན་ལས་དང་ཉོན་མོངས་པའི་ལྕགས། ཐམས་ཅད་ཀྱིས་བསད་པར་མི་ནུས་པར་གསུངས་ཡིད་བཞིན། སེམས་བསྐྱེད་དང་དུས་གསུམ་པའི་དགེ་བ་དང་བྱང་ཆུབ་ཏུ་ངེས་པའི་དགེ་བ་རྣམས་ཁོང་ཁྲིར་འཇོག་མི་ནུས་སམ་སྙམ་ན་བཞིན། ད་འདི་མོ་ཁྲི་བཞི་ཡི་དེ་དང་དེ། སེམས་བསྐྱེད་དང་དུས་གསུམ་པའི་དགེ་བ། དེ་ནས་བྱང་ཆུབ་ཏུ་ངེས་པའི་དགེ་བ།

རྟ་མགོ་རེད་དུམ་བུ་རྒྱང་སོང་དུམ་བུ་དེ་རེད། སྔོན་ན་ཞེ་སྡང་ལྟ་བུ་དེའི་འབྲས་བུ་འཛིན་པ་ཡིན་གྱི་ཟིན་ད་སྔོན་ན་ཞེ་སྡང་གི་འབྲས་བུ་འཛིན་པ། ད་གདོད་རྐྱེན་དང་ཕྲད་ན་རང་རང་གི་འབྲས་བུ་མི་འཛིན་པ་མིན་དེ་ཟིན་དེ་འཕྲོ་གནས་ར་བ་གི་རྐྱེན་དང་ཕྲད་ན་རང་རང་གི་འབྲས་བུ་གཏན་ནས་མི་འཛིན་པ་དུམ་བུ་མིན་དེ་ཟིན་ག་ཅིག་གི། འཇིག་རྟེན་པའི་ལམ་གང་གིས་ཀྱང་སྤང་བྱའི་ས་བོན་སྤོང་མི་ནུས་ན་ཟིན། འོ་ད་འཇིག་རྟེན་པའི་ལམ་གྱི་སྟེང་ནས་སྤང་བྱ་གི་ས་བོན་སྤོང་མི་ཐུབ་ན། ཉོན་མོངས་པའི་ས་བོན་སྤོང་བ་མི་སྲིད་པས་ཟེར་རོ་ཞེས་ཟེར་རོ་གསུངས། ད་ཉོན་མོངས་པ་ཕུང་ཁྲོ་གི། ད་དགེ་བ་གི་ས་བོན་སྤོང་བ་དེ་ལྟ་མི་སྲིད་ཀི། འཇིག་རྟེན་པའི་ལམ་གྱིས་སྤང་བྱ་ཉོན་མོངས་དགྲ་བགེགས་ཀྱི་ས་བོན་སྤོང་མི་ནུས་ན། ཉོན་མོངས་བ་གི་ཚེ་དགེ་བ་གི་ས་བོན་དུ

དོ་ཧ། སོ་སོའི་སྐྱེ་བོ་ག་གཉེན་པོ་ལྟོས་བཞིན་མི་དགེ་བ་སྦྱང་བའི་དོ་ཧ་ཡང་ཟིན་མི་དགེ་བ་སྦྱང་དང་མོ་གི་དག་མི་དགེ་བ་དུ་དག་གསུང་མོ་གི་དག་ཆ་ལ་དོ་ཧ་ཟེར་བ་དགོངས། དུ་མི་དགེ་བ་དུ་དག་གསུང་མོ་དུ་ས་བོན་སྤང་བའི་བྲལ་ཆ་ཟིན་མ་རེད་དུ་དགོངས། འདི་ནི། མི་དགེ་བ་ཡང་ཟིན་ན་འགྲིག་ནི་མ་རེད། དགེ་བ་ཡང་ཟིན་ན་འགྲིག་ནི་མ་རེད། གཉིས་ཀ་མི་འགྲིག། དོ་ཧ་ཡང་ཟིན་ད་སྐབས་སུ་དག། ད་དེ་དག་གི་སྤྱོད་འཇུག་བཟོ་ན་ར་སྤྱོད་འཇུག་གི་འགོ་རྩིས་འདྲ་དུ་ན་དེ་གི། སེམས་དེ་ཡང་དག་བླང་གྱུར་བ་ཟིན་མོ་དེ་དུ

ཨོ་ཡ། དེ་ན་ད་འགྲིག་འདུག་དོ་ཧ་ཡང། ས་བོན་སྤང་བ་མིན་ཀྱང་ཟིན། ཨོ་ཁི་ཁི། མི་དགེ་བ་གི་ས་བོན་སྤང་དོན་ནོ་མ་རེད་ཏྲ་ར། ད་གཟོད་རྐྱེན་དང་ཕྲད་ཀྱང་ཟིན། ཨོ་ད་རྗེས་ནས། ད་གཟོད་ཟིན་ནོ། ད་ཁྲོ་ནའི་བ་ག་རྐྱེན་དང་ཕྲད་ན་རེ་ར། རྣམ་སྨིན་འཛིན་པ་མི་སྲིད་པའི་སྲིད་དང་ཟིན། ཨོ་ད་ས་བོན་མ་སྤང་ཟིན་རེ་ར། ད་རྐྱེན་དང་ཕྲད་ན་ར་རྣམ་སྨིན་འཛིན་པ་མི་སྲིད་ག་ད་ཟིན། དེ་ནས་སྦྱོར་ལམ་རྩེ་མོ་དང་བཟོད་པ་ཐོབ་པའི་ཚེ་ཟིན། ད་སྦྱོར་ལམ་རྩེ་མོ་ར་བཟོད་པ་ཐོབ་པའི་ཚེ། སྦྱོར་ལམ་རྩེ་མོ་བ་ག་བ། ད་འདི་དགེ་རྩ་ཆ་པི་ཡང་འདི་དུ་ཐོབ་འགྱུར་མོད། དགེ་བའི་རྩ་བ་ཨ་ཡོ་ཡི་རྩེ་མོར་བཟུང་བས་ན་རྩེ་མོ་དུ་ཟིན་ད་དགེ་བའི་རྩ་བ། ལོག་ལྟ་ལ་དེ་ད་དགེ་བའི་རྩ་བ་ད་ཨ་ཡོ་གི་འཇིག་པ་ཐིམ་མོ། ད་མི་གཡོ་བ་གི་གཟུངས་མོ་དོར་མོ། ལོག་ལྟ་གི་ད་དགེ་རྩ་འཇོམས་པ་ཐོབ་ཟིན། འཇོམས་རྩེ་མོ་དུ་བཟུང་ན། འཇོམས་རྩེ་མོ་ཐོབ་པའི་ཚེ། ད་འདི།

གཞན་དུ་ན་མི་དགེ་བའི་ལས་སྟོབས་ལྡན་ཐམས་ཅད་ཀྱིས་རྩ་འཇོམས་བྱེད་དུ་གསུངས་དགོས་པར་འགྱུར་རོ་གསུངས། ད་འདི་ཤེས་པར་གསུངས་ན་མི་དགེ་བའི་ལས་སྟོབས་ལྡན་ཐམས་ཅད་དུ་ངེས་ན་མི་འདོང་གི། དེ་གི་གཞན་པ་གི་འབྲས་བུ་མི་འགྱུར་ད་རབ་སྦྱངས་གསུངས་པ། དེ་འདི་ན་ད་མི་དགེ་བའི་ལས་སྟོབས་ལྡན་ཐམས་ཅད་ཀྱིས་རྩ་འཇོམས་བྱེད་དུ་གསུངས་དགོས་ཀྱི་ར་དེ་གསུངས་ཀྱི་མེད་ག་དེ་གསུངས་དགོས་པར་འགྱུར་རོ། དེས་ན་འདི་ལ་དབུ་མ་མྱང་བའི་འབྲས་བུར་མི་དགེ་བ་སྟོབས་བཞི་སྦྱང་བ་དང། ཨོ་ཡ་ལོག་ལྟ་དང་གནོད་སེམས་ཀྱི་དགེ་རྩ་བཅོམ་པ་གཉིས་ཀ། ས་བོན་ཉམས་པ་རྐྱེན་དང་འཕྲད་ཀྱང་གཉིས་ཀ་མི་འབྱུང་བ་ལྟར་ཟིན། ད་གདོད་རྐྱེན་དང་འཕྲད་ཀྱང་འབྲས་བུ་འབྱིན་མི་ནུས་པར་གསུངས་སོ་ཟིན། ད་འོག་མ་ཉུང་ངུ་གི་འབྲས་བ། ད་འོག་མ་ཉུང་ངུ་གི་རང་འབྲས། རྟོག་གེ་འབར་བ་དག་བདེ་འཇགས་ཀྱི་རྟོག་གེ་འབར་བ་རྣམས་ཏེ། མི་དགེ་བ་ལྟོ་བཞིས་སྦྱང་བ། ནས་ད་ལོག་ལྟ་ར་གནོད་སེམས་ཀྱི། ཨོ་ཡ་ལོག་ལྟ་གི་དགེ་རྩ་བཅོམ་པ་ར་གནོད་སེམས་ཀྱི་ཁོང་ཁྲོ་བའི་དགེ་རྩ་བཅོམ་པ་གཉིས་ཀ།

ད་རྩ་སྟོང་བཅོ་བརྒྱད་དྲ་དུ་ཀུ་མུ་ད་རྩ་སྟོང་བཅོ་བརྒྱད་དྲ་དུ་མོ་ནང་གི་ཀུན་ཀང་རུང་བ་སིག་ཤོང་དང་ནི་སྔོན་སྐྱེས་པའི་དགེ་རྩ་འཇོམས་མ། ལྷ་བདུད་ལས་ལྔའི་ཀིར་ལ་ལྷག་པར་ཞེན་པས་ཁྱིམ་ལ་ལྟ་བ་དང། མངོན་པའི་ང་རྒྱལ་གྱིས་ཁང་བ་དང་ཆས་སྟོང་ཡིས་ཀྱང་སྔོན་སྐྱེས་པའི་དགེ་བ་གསད་པར་བྱེད་ཅིང་ཟིན། ལྔའི་ཀིར་ལ་ལྷག་པ་ངེས་པར་ཀིར་ཏི་ལ་ལྷག་པར་ཞེན་པ་གི་སྟེང་ནས་ཁྱིམ་ལ་ལྟ་བ། ཁྱིམ་ལ་ལྟ་བ་སོགས་ནང་དུ་ཁྱིམ་ལ་ཞེན་པ།

གང་གང་ཡོད་ཀི་ཏིང་རང་གི་ངོ་ཤེས་ཀི་ཟིག་གི་དེ་ཏིང་ཏི་ལྷག་པར་ཡང་སྤོང་གི་སོ་ཟིན། འོ་དེ་སྤོང་དགོ་གི་ཟིན། འདི་ནི་མདོ་ཙམ་སྟེ་མདོ་དེ་དང་ལྷག་དེ་ངེས་པར་ལྟ་བར་བྱའོ་ཟིན། འདི་ནི་ཏི་མདོ་དེ་ཙམ་ཟིན། ད་ནི་མདོ་དེ་རེ་ལྷག་དེ་ངེས་པར་ཏི་ལྟ་དགོ་ཟིན་ད་ཅུང་ཞིག་ན་རེ། ཡང་ན་རེ་ཞིག་མདོར་བསྡུས་པའི་མདོ་རྣམས་ཀི་ནི་དེ་བ་ལྟ་ཟིན།